ཨེ་ནི། ཁོ་ཁོ་བོས་བདག་ཟས་ཅི་སྟེ་ན་གསུངས་ཡོད་མ་རེད། བྱས་ཙང་ཀ། ད་འདི་གི་ཀ་ད་ཨེ་ནི། ཕུང་པོ་ལས་དོན་གཞན་པའི་བདག་མེད་བདེ་བ་གཅིག་གིས་རང་རྒྱལ་བའི་བདག་མེད་བདེ་བ་གཅིག་གསུངས་ཡོད་རེད། འདུག་བྱས་ནས་ཀ་ད་རྒྱུ་འབྲས་ཀྱི་རྟེན་འབྱུང་འདི་ཡིན་གསུངས། དེ་ནས་འཁོར་ལོ་བར་པའི་ཁ་ཐུག་ལ་ཡང་ཨེ་ནི། འཁོར་ལོ་དང་པོའི་སྐབས་ཀྱི་ཨེ་ནི། འགོག་བདེན་ཞེས་གསུངས་ཤ་སྟག་སྟེ། ངོ་བོ་ག་འདྲས་ཕྱིན་པ། དེ་ནི་ཐབས་གང་ལ་བརྟེན་ནས་ཐབས་ཐོབ་ཀྱི་ཡོད་པ་དེའི་དེ་ལྟར་གཙོ་བོ་གསུངས་ནས་ག་ད་སྟོང་ཉིད་ཀྱི་ལྟ་བ་དེ་གསུངས་འདུག་བ། འགོག་བདེན་གྱི་ངོ་བོ་གཞག་ཡིན་དུ་བཙལ་ནས། སྤྱིར་ཡིན་ནི་བྲལ་བའི་ཆ་ནས་བཤད་ཀྱི་ཡོད་རེད་དེ་ཡིན་ནི། འགོག་བདེན་གྱི་ངོ་བོ་རང་བཞིན་སྐུ་བཙལ་ཡོད་ན། དབུ་མའི་གཞུང་ནག་ལོག་ལ་དམ་བསྒྲགས་བསྟན་པ་སོང་བ་རེད་ལ་དད་བཙོང་དང་མ་བསྲེས་པའི་ཆོས་ཉིད་ལ་ཡང་དགའ་འདག་དང་རྩ་བ་ཤི་རུ་གི་དག་ཚིག་ལས་དང་ཉོན་མོངས་བསལ་བའི་མཐར་ལས་དང་ཉོན་མོངས་རྣམ་རྟོག་ལས་དེ་དག་སྤྲོས་ལས་སྤྲོས་པ་ནི་སྟོང་པ་ཉིད་ཀྱིས་འགག་པར་འགྱུར་ཟེར་ས་ནི་ལམ་བདེན་དང་སྟོང་པ་ཉིད་དུ་འགག་པར་འགྱུར་ཟེར་བ་དེ་འགོག་བདེན་དུ་བཤད་ནས་གསུངས་བསྡད་ཀྱི་འདུག་ག་ལོག་དེ་འདྲ་རེད་ཤག་ང་ད་འདི་བཙལ་འདུག་དོན་ནི་ད་བར་རྒྱས་བཤད་བྱས་ནས་གསུངས་པ་དེ་ཤེས་བཞིན་གྱི་མདོར་གྱི་རེད་ཤག། ད་དེ་ནས་འཁོར་ལོ་ཐ་མའི་དྲི་བཞི་པའི་སྙིང་པོའི་མདོ་ཡི། ཡུལ་ཅན་གྱི་འོད་གསལ་དེ་རྩལ་དུ་བཏོན་ནས་གསུངས་ཡོད་རེད། དེ་ཡི་ད་སྔགས་ཀྱི་ལམ་དེའི་དེའི་རྨང་གཞི་དེ་དེ་ནས་འགོ་ཚུགས་འདུག་བ་དེ་འདྲ་ཞིག་རེད་ཤག་འཁོར་ལོ་བར་ཐག་གཉིས་པོ་དེ་སྦྲེལ་ནས། ཡུལ་གྱི་འོད་གསལ་སྟོང་ཉིད་ཡུལ་ཅན་གྱི་འོད་གསལ། གང་ལྟར་ད། ད་དེ་བཞི་པའི་སྙིང་པོ་ལ་ཡང་གང་དག་ཨེ་ནི། གདུལ་བྱའི་སངས་རྒྱས་ཀྱི་སྐུར་འགྱུར་རོ་ཉེར་ལེན་ས་བོན་གྱི་ཆ་བཞག་བར་བ་ཨོ་ད་དེའི་སྟེང་ནས་སམ་བཏགས་ནས་གསུང་གི་འདུག་བ་ཨོ་ད་རེ་རེ་བཞག་བསམ་བ་ད་བཅོམ་ལྡན་འདས་བསྟན་པའི་བདག་པོས་ད་ཆོས་འཁོར་ག་འདྲིས་གསུངས་པ་རེད་ལ་ཆོས་འཁོར་རིམ་པ་གསུམ་པོ་དེ་གསུངས་བཞིན་འདུག་ས་རེད། ཨེ་འདི་ནས་རྒྱ་གར་ལ་ཡང་ད་ཕལ་ཆེར། དེ་དག་གི་དགོངས་འགྲེལ་ཨེ་ནི། ཀླུ་སྒྲུབ་ཡབ་སྲས་ཐོགས་མེད་སྐུ་བྱེད་ཡབ་སྲས་ལ་སོགས་པ་དེའི་སྡེ་དགེ་དང་བའི་གཞི་བྱིན་གྱི་དང་གཞི་བྱིན་གྱི་མདོ་ཡི་དངོས་བསྟན་སྟོང་ཉིད་ཀྱི་རིམ་པ་རྩལ་དུ་བཏོན་ནས་གཏན་ལ་ཕབ་ངེས་ཏེ་མགོན་པོ་ཀླུ་སྒྲུབ་སྦས་དོན་མངོན་རྟོགས་ཀྱི་རིམ་པ་རྩལ་ལ་བཏོན་ནས་མ་བསྟན་ངེས་ཏེ་ཨེ་ནི། ཐོགས་མེད་སྐུ་བྱེད་ཀྱི་དང་གཞི་བྱིན་གྱི། འགྲེལ་པ་དེ་ཚོ་འགྲེལ་བྱེད་ནི་དེའི་འགྲེལ་བྱེད་རེད་ཤག། ད་དེ་ནས་ནི། བིར་ཀ་མ་ལ་ཤི་ལ་ན་ལེན་དྲ་ཐོག་མ་སྟག་ཤི་ཤི་ལ་བྱས། དེ་ནས། ན་ལེན་དྲ་བྱས། ཨེ་ནི་ན་ལེན་དྲ་མ་ཀ་རོ་གུས་ནི་ཨེ་ནི། ཤི་གུས་ཡག་གི་མགོ་ཅིག་ཚུར་བས་ཁུ་དུག་ལ་ཨེ་ནི་ཕལ་ཆེར་བིར་ཀ་མ་ལ་ཤི་ལ་ཟེར་ཏེ། ཡ་ཨེ་ནི་སངས་རྒྱས་ཀྱི་བསྟན་པ། ཅིག་རྒྱུད་འཛིན་ན་ངས་གཙོ་བོར་བིར་ཀ་མ་ལ་ཤི་ལ་བྱ་ཞེས་འདུག་ས་རེད། དེའི་ཚེ་དེའི་དུས་བོད་གངས་ཅན་གྱི་ཕྱོགས་ལ་དུས་རབས་བདུན་པ་བརྒྱ་པ་དགུ་པ་དེ་ཚོའི་ཁ་ཐུག་ལ་ནི་བོད་ལ་ཡང་སངས་རྒྱས་ཀྱི་བསྟན་པ་དཔལ་ཤུགས་ཆེན་པོ་བཞི་བོ་ཅེས་དང་དུས་རབས་བདུན་པ་ནས་དབུ་བརྙེས་དུས་རབས་བརྒྱ་པའི་ཁ་ཐུག་ལ་ནི་མཁན་ཆེན་ཞི་བ་འཚོ་བརྟན་ཞུ་ནང་མ་ཞིག་ཁ་ཚིག་ཞུས་པ་ཡིན་པ་འདུག་ཚོ་རེད། དེ་ནས་བར་སྐབས་བལ་ཏིང་ཉམས་ནས་ཉམས་ཆག་ཞི་བོ་ཕྱིན་པའི་ཁ་ཐུག་ལ་ནི་བོད་སིལ་བུ་ལ་ཕྱིན།

སྡེ་སྣོད་གསུམ་གྱི་དོན་དག་ཚུལ་སྙིང་པོ་འདུས་བྱས་པ་གཅིག་གི་གཙོ་བོ་གཙོ་བོ། གཅིག་གི་དགག་བཞག་སྤོང་གསུམ་གྱི་རྣམ་གཞག་དུས་བྲལ་ཆ་མེད་པ་ཕྱེད། གཅིག་གི་དང་སངས་རྒྱས་ཀྱི་ཆོས་ལ་དད་པ་བྱེད་ངེས། གཅིག་གི་དེ་འདྲའི་གཅིག་གི་པའི་གཞི་བཞག་བྱས་ནས་དག་གསུང་བྱ་ཡ་གཅིག་རེད་འདུག་ག། དེ་ནི་ཨེ་ནུས། ཕྱོགས་གཅིག་གི་ལམ་འབྲས་འདི་བཙལ། དེ་ནས་མང་ཆེ་ནི། ཨེ་ནི། བཀའ་གདམས་རྒྱུད་གསུམ། ཨེ་ནི། བཀའ་གདམས་གཞུང་པ་བ་བཀའ་གདམས་ལམ་རིམ་པ། མར་བཀའ་གདམས་ལམ་རིམ་པ་བཀའ་གདམས་མན་ངག་བ་སོགས་བྱས་ནས་འདུག་བཀའ་གདམས་རྒྱུད་གསུམ། འོ་ད་དེ་གི་དེ་གི་འདུག་སྨྲ་ཨེ་ནི། ལམ་རིམ་གོ་བ་དེ་ཡི་འདུག་བྱུང་བ་རེད། ཞེས་ནི་བརྡ། རྩ་བ་ཨེ་ནི་ཆོས་སྐུ་གཅིག་གི་ལམ་སྒྲོན་གྱི་མཇུག་དེ་ལ་སྟོང་ཉིད་ཀྱི་ལྟ་བ་གཏན་ལ་ཕབ་པའི་ཁ་ཐུག་ལ་ཡང། ཨེ་ནི། གཅིག་རྩ་བ་ཤེས་རབ་ཐུགས་སྲོག་ལ་ཡང། པའི་ཞལ་འཕང་ནང་ནས་གསུངས་ཤེས་བ་རེད། ཅེས་གསང་སྔགས་བརྡ། ཅེས་ལམ་སྒྲོན་གྱི་བཤད་པ།

ཆོས་པའི་སྐྱག་ཆེན་པོ་ཧྲིལ་བོ་གཅིག་གི་སློབ་སྦྱོང་བྱེད་ཡག་གི་དུས་ཚོད་ཀྱིས་མི་ཚིས་འདང་གི་མ་རེད་ལ། ཉུང་ཉུང་བྱེད་ནས་བྱས་ན་ཡག་གི་རེད་ཟེར་ནས་གསུངས་འདུག་བ། དེ་རེད་ད་རེད། རེད་ད་རེད་དེ་བསྟན་པ་སྤྱི་ཡི་དབང་དུ་བྱས་ནས་བཤད་པ་ཡིན་ན་དེ་མ་རེད། གང་ལྟར། བཅོམ་ལྡན་འདས་ཀྱི་བཀའ་འགྱུར་པུ་ཏི་བརྒྱ་གསུངས་ཤག་ང་ཚོ་བོད་སྐད་ལ་བསྒྱུར་རྐྱང་རྐྱང་པུ་ཏི་བརྒྱ་གསུངས་ཤོག་རེད། དང་གང་ལྟར་འཁོར་ལོ་དང་པོ་འཁོར་ལོ་བར་པ་འཁོར་ལོ་ཐ་མ་དེའི་ཚང་མ་ལོ་བཀའ་འགྱུར་པུ་ཏི་བརྒྱད་ནང་ལ་ཡོད་རེད། ད་བདེ་སྐྱིད་འདི་མ་དགོངས་འགྲེལ་ཨེ་ནི་བསྟན་འགྱུར་པུ་ཏི་འགྱེད་ལགས་སོ་བྱས་འདུག་བདེ་སྐྱིད་འདི། བདེ་སྐྱིད་འདི་ཚང་མ་ལོ་མ་གུང་བསྒྲིགས་ནི་ཨེ་ནི་སངས་རྒྱས་ཀྱི་བསྟན་པ་ངོ་འཕྲོད་ཡ་གཅིག་དང། དངོས་གནས་སེམས་ཀྱི་དེ་དཔེ་དགག་བཞག་སྤོང་གསུམ་བྱས་ནས་ལ། ཨེ་ནི་དགག་བཞག་སྤོང་གསུམ་བྱས་ནས་དེ་འདྲའི་གི་ཐོག་ནས་ཨེ་ནི་དངོས་གནས་དྲ་གནས་ཀྱི་དཔེ་ངེས་པ་ཐོབ་པ་ཅིག་གོ་རེད་མ་གཏོགས། དེ་ནི་སངས་རྒྱས་ཀྱི་ཆོས་རེད་སངས་རྒྱས་ཀྱི་གསུང་པ་རེད་ངའི་བླ་མས་གསུང་གི་རེད་ལབ་བཞག་ན། ཅིག་ཧ་ལམ་ཧ་ལམ། ཚིག་འདི་དོག་སྡུག་ཆར་དུ་ཆགས་སུ་དེ་འཁྱག་པ་གང་གི་རྩིག་པའི་སོར་ཆགས་པ་རེད། བརྟན་པོ་ཆགས་མེད་པ་ཆགས་ཨེ་ནི་འཁྱག་པ་གི་ལིག་གི་ལིག་གྱུར་ན་ཨེ་འདིར་རྩིག་པ་དེའི་མ་ལུག་ཕྱིན་ཅི་འགྲོ་རུ་བ།

མ་ཁྲིད་སྟངས་དེ་རིག་ནས་མ་ཁྲིད་དེ་ཕལ་ཆེར་ཤ་ར་བའི་ལམ་རིམ་ནང་ལོག་ལས་ཕལ་ཆེར་རིག་ནས་མ་ཁྲིད་པ་ཞིག་ཡོད་རེད་ཟེར་གསུང་གི་འདུག་ངས་དེ་ཞིབ་ཕྲ་དུ་མཇལ་ཡ་མ་བྱུང། ཨོ་དེ་འདྲ་རེད་ཤག་ཟེར་ད་བོད་གངས་ཅན་གྱི་ལྗོངས་ཀྱི་ས་དགེ་དགའ་ཉེ་རིས་སུ་མ་ཆད་པར་ཨ་ནི་ཆོག་ན།

ངེས་དོན་ལུང་རིགས་ལག་འཁེལ་ཞིང་ཉམས་མྱོང་ཅན་གྱི་རྣལ་འབྱོར་པའི་སྤྱན་སྣ་གོང་མ་གཅིག་ཏུ་བབས་གསལ་ཏེ་ཡག་པོ་ཞིག་བྱུང་གོང་བསྒྲིགས། མདོ་སྔགས་ཚང་མ་ལ་ཚུགས་བསྒྲིགས་ནས། སྤྱི་དང་ཕྱག་ཆེན་དང་རྫོགས་ཆེན་འདི་ཚོ་སྔགས་བླ་མེད་དང་རྣལ་འབྱོར་དང་སྦྲེལ་ནས་གསུང་ཞབས་ཀྱི་ཕྱག་བསྟེན་བ་རེད་མདོ་ལམ་རྐྱང་རྐྱང་མ་རེད། ད་དེ་འདྲ་ཡིན་དུས་ཡུལ་ཅན་གྱི་འོད་གསལ་དེ་ཐོན་ཡོང་གི་འདུག་ག་ཨོ་དེ་འདྲ་རེད་ཤག་ཨན་དེ་ཚོ་དང་མ་ཟེར་བའི་བོན་ཆ་ཤ་ནས་ད་རི་གས་ས་ད་ཅིག་བོན་གྱི་མི

དོན་བསྡུས་ནི། ཨེ་ནི་སྟན་ཐོག་གཅིག་ལ་ཉམས་ལེན་བྱེད་ཡག་གི་འདུག་སྟེ། ལམ་རིམ་གྱི། ཚེ་འདིའི་སྣང་ཤས་རྟོགས་ཡག་ཕྱི་མའི་སྣང་ཤས་རྟོགས་ཡག། ལོག་རྟོག་རྣམ་ཤེས་དེ་འདྲའི་ཡི་གེ་ཐོག་ནས་མ། དོན་བསྡུ་བསྡུས་འདུག་ས་ནི་དེའི་སྒང་ལ་ཕབ་ས་ཡོད་དུ་བཤད། ང་དེའི་དུས་མ་གཏད་ལ་ཕབ་ཡོད་འདུག་ས་ནི། ཨེ་ནི། སྡེ་སྣོད་གསུམ་གྱི་ལ་ཕག་དུག་ཁྱབ་ནས་སྡེ་སྣོད་གསུམ་ལ་ཕག་འདྲེས་ནས། ཨེ་ནི། བཤད་ཡག་འདི་དཔེ་གལ་ཆེན་པོ་རེད། ཞེས་སོགས།